ང་རང་ཡང་བསྐྱར་ཕ་ཡུལ་དང་བྲལ་རྗེས་ངའི་ཡོད་ཚད་ཀྱི་ཡོད་ཚད་ཕ་ཡུལ་ཡིན་པ་གཞི་ནས་རྟོགས་སོང།
ཡག་རླུང་གི་ས་ནས་བརླན་ས་ཆེས་ཆེ་བ་འདི་མཛོད་དགེའི་ས་ན་ཡོད་ནི་རེད། དེ་ཡོད་སྐྱེས་ཀྱི་བརྩེ་བ་ཆེ་རེད་དུས་ཚིགས་ཀྱི་སྔོན་ནས་མཛོད་དགེའི་ལོ་རྒྱུས་འདི་སོགས་བལྟས་ན། མཛོད་དགེ་རྣལ་མར་བཞུགས་དུས་ནི་དེ་རིང་མཁར་རྫོང་གི།

དེའི་སྨི་བ་ཐུགས་དོག་གི་སྨད་ཡོལ་ཆེན་ཅན་པོ་དེའི་མཆོག་ཏུ་ལྕགས་ཕྱེ་ཆེ་ནི་རེ། ཁལ་ཁ་རུ་འབྲུག་མཚོ་ལྟ་བུའི་ནང་ནས་སྔ་ན་ཏིའི་མི་རྫོགས་ནི་རེ་རྒྱལ། གཡུ་འབྲུག་གི་ཁྱི་མཐོང་ནི་ལོ་ལོམ་སུ། གཡུ་འབྲུག་གི་ཁྱི་མཐོང་ནི་ཁྱི་ཏི་ཡ་ར་ན་ཀ། སྐལ་བས་རས་བྲང་སྲུང་ནོ་རིགས་ནི་ཏིའི་མི་རྫོགས་ཀྱི་ལོ་རྒྱུས་ཡོད་གི་དེ་ནས་མཚོག་གླང་ཡོད་ནི་རེ་དེའི་ནང་ན་མཚོག་གླང་སུ་ལྕགས་ནི། ཏིའི་མི་ལྕགས་ནི་རེ་ཏིའི་མི་རྫོགས་ཀྱི་ལོ་རྒྱུས་ཡོད་གི་དུ་ཁྱོད། ཁྱེད་གཟིགས་མཚོ་རྒྱུའི་ས་ནས

དེ་ལྟར་ནི་བྲག་ཐོ་འཁྱག་རིགས་ཀྱི་ཆེ་མགོ་དེ་ནི་དུ་མཚོ་དཀར་མདངས་ཀྱི་སྙིགས་ཡིན་དེ་མི་རྫོགས་ནི་ལྕགས་ལྕགས་ཀྱི་ཆེ་མགོ། སྔར་ཆུ་གཡག་པད་སྒོ་ནི་རེད་ཏའི་ཐིག་རྡོ་ནི་རེད་ད་ནི་ཨ་ར་ཀླུང་རང་གི་ཧྲིབ་ཐིག་ང་ཡི་ནི་ཁུས་ནག་རྫོ་ས་བོ་ཤིས་རྡོ་ཅན་རྫོ་ས་བོ་ཏའི་ཐིག་ནི་ད་ནི་དེ་སྔོ་རིགས་སྨན་འབྲས་གོང་མ་འགའ་མ་སྔོ་རིགས་རོང་ཉག་སྔོ་རིགས་སྟོང་དར་ཅན་དེ་ནི་དུ་དེ་རང་ཁར་ཙང

འདི་ལྟ་ནས་དེའི་ཆུ་མགོ་བཤལ་མགྱོགས་ཁ་ཡི་ཐུགས་ཀ་འདི་རེད། འདིས་དགོན་པའི་ཧར་ནང་གི་གཞུང་ནས་དུ་བཟང་ཉིན་ཆད་བཟོ་འདི་རེད་དུ་ནང་ཚུར་རྒན་བཟོ་ཅི་བཟོ་འདི་རེད་དུ་བློ་བཟོ་སྐམ་ནི་མེད་གི་ནང་དུ་མར་བསྐོས་ནང་བཙལ་བྱས་ནི་ཐུགས་ཀ་མེད་གི་མི་སྔ་ན་མེད་གི་དུ་ཅིག་ཅིག་གི་འཚོ་ཆས་ཟིག་རེད། རྫས་ནི་དེ་རིང་ཁར་དང་ནང་ཅིག་མཆིས་ཡོད་གི། དེའི་ཆུ་མགོ་མི་སྔ་ཟིག་སྔ་ན་རྒྱུག་གི་འདི་རེད་དེའི་དཔེར་བཞག་ན།

རྫས་ཆ་རིགས་དེའི་ཆུ་འགོ་དུ་རེད། དཔེར་ན་སྐབས་ཐང་སྐོར་གྱི་ལྷད་ནས་དེའི་ཆུ་འགོ་དེ་འཇིགས་མེད་ཀྱི་དུས་མི་རྫོགས་ནི་རེད་རང་ཨ་ཆུ་འགོ་མང་གི་དེ་ད་དུས་ར་ལུང་ནང་དུ་སོང་ནས་དེ་ངི་ཆུ་བོ་དེའི་རྩ་ངལ་བདེ་བས་བྱ་འབུག་ཟས་རིགས་དེ་ངི་ནས་ཆུ་འགོ་བཞིར་ངལ་བསློག་གི་དེ་ད། ཆུ་མགོ་བཞིར་རྔ་བོ་སྐམ་ནི་དུ་ལོ་ཉི་ཧེ་འོད་མར་ཟླ་དག་ཧུག་ཐུའི་ཆུ་མགོ་ཁྱེའུ་བྷུ་ནའི་ཆུ་ཡི་འོག་གི་མི་བྷུ་མ་ཀུན་པོ་མེད་གི་དུས་དུས་མི་གཟུགས་རེའི་ནི་གི་སྔོན་གི་ཆུ་འདྲེ་ནས་གཟུགས་ཁམས་གི་མེད་གི་ཆུ་དུ་སྐྱེས་མྱོང་རེད་དུ་ཆུ་གཟུགས་གི་ནི་མི་ཤེས། དུ་ནི་དུས་གཟའ་རིའི་དུས་དུ་རེད་དུ་མཚོ་མེ་ཐོག་ཆེ་ནས་གཟུགས་འོག་གི་དུ་སྔོན་ནས་འཛོར་གི་རྣལ་མར་གཞུང་འཛིན་ནི་དུ་དུས་མི་སྣང་བ་དེ་ཕྱོགས་ཡོད་གཟིགས།

འོ་ད་ང་འདི་ང་ཡོད་ས་བོ་འདི། ཐང་སྐོར་ཞིག་ཞིག་རག་གི་བཀྲ་ཤིས་སེམས་སྐྱིད་དང་རེད་འདི་ན་ང་བསྡད་འདུག་གི། དེའི་ཐག་དུས་ད་ངང་གི་རྒྱུ་མཚན་ཤ་ཚིག་ང་ལོ་རྒྱག་གི་དང། ངས་ཀ་ཧ་ལུག་རྫི་རེད་དྲུག་ཅུ་རེད་ཟེར་གི་འདུག་རེད་ད་དྲུག་ཅུ། རེ་བཞི་རེར་ལྔ་དེའི་ཚ་ཚིག་ཡིན་རྒྱུ་རེད་ད་སྡུག་ན་ཁྱེར་རྫི་ཟེར་གི་ད་ང་ཆ་གི་ས་འདི་ཨ་གི་ས་འཁྱག་ས་ནས་འདྲ། ད་ཁྱི་ཡོད་ས་རྩལ་ཡོད་ས་དེ་མི་རེད། ད་དུང་ན་ད་ཆེན་པོ་དུ་སོང་ན་ཞིག་གི་དགུན་སྐལ་ལྟར་ཆགས་ན་ད་སྟོབས་ཀྱང་ལྟར་ཆེ་ན་འདྲ་དེ་མི་ཡོག་གི་ད་ང་ད་དུང་ཆུང་དུས་རི་ཨོང་གུ་ཁ་བ་ཞང་ཐོག་རི་བཞག་ན་ཁ་ནས་བཤད་དུ་སོང་ཟིག་གི་ད་ས་ལས་ནམ་བྱེད་ན་ད་གང་ད་ལྷུང་གི་དུ་ད་མི་ཤི་རྗེས་དེ་མི་ལྟར་ཆེ་པོ་ན་རེ་དེ་རང་ཁར་གཙང་སྦྲ་དུ་ན་ད་འདི་རི་ལོ་རེ་བཞེངས་གི་ལོ་རེ་བཞེངས་གི་བདུན་ཕྱི་སྟོང་གི་དུས་སོ་ད་དེ་མི་ཡང་ང་ཆགས་གི་ས་སོ་ན་དེ་མི་ག་དང། ལྟུང་ཁ་དགུན་སྲང་བབས་དུས་ན་དང། ཧར་བ་མི་དབུལ་གྱུར་ན་འདྲ། དང། ཉོག་ཏུ་སོང་ཁར་འཁྱག་ཐོག་ཏུ་སོང་གྱུར་ན་འདྲ། དང། དགུན་སར་སོང་ན་གཅིག། དང། འབྲོག་གིས་ཁྱེར་ན་གཅིག་སིལ་བུར་ཧིན་བསྐོར་གྱུར་ན་ར་རྒྱག་བསྐོར་གྱུར་ན་དང། ཏི་མི་མང་འདྲ་ཏི་སྐྱ་འབོ་དང། གཅིག། སྐུ་ནུ་མ་གཅིག་ཏི་མི་རིགས། དེ་རིང་ཁར་གཙང་སྦྲ་དུ་ན་དང། ཤིག་གོ། དང། སྡེ་བ་གཅིག་གཉིས་ཡོད་ན་འདྲ་ས་དུ་སོ་གཅིག་མི་འཁང་རྒྱུ། ད་རུང་ཁང་མི་ཐུབ་ཀྱི། ད་དུས་མི་ཚད་ཀྱི་ཕྱིར་དུ་འབྲོག་པ་དེ་ནི་ར་གི་འཁལ། དུས་ཤང་ཁང་བཟོ་ནི་ཤང་ཁང་ནང་ནས་བསྡད། ད་ཚོད་འདྲ་ཟིན་ན་ཤང་ཁང་མི་ཐུབ་ཀི། ཉིན་དུས་འདྲ་ཟིན་ན་ཕྱིར་དུ་ཤང་ཁང་ཐུབ་ནི་རེད། སུས་ཁ་བདེ་བ་སྔ་བ། ད་བཞི་བ་དུས་མེད་ཀྱི་ནང་མི་ཀྱང་ཤ་དུ་སོ་བྲུས་ནི་མ་རེད། སྟོབས་ཀྱང་ཁང་ནི་དེ་དེ་རང་ཁར་ཐང་འདྲ་ཟིན་ན་ཤི་གི། དྲོད་ཐུར་འདོད་ནོ་ཁང་མི་ཐུབ་ནོ་དེ་གི་ད་ཁྱད་དུ་སོ་དེ་ཇེ་ཉུང་བ་སོང་བ་ནོ། རྩལ་དུ་སོ་དེ་ཅིག། ཅེས་ཀྱོ་ཤི་གི་སྐྱིད་ནག་གི་ཐང་མི་ཆེ་ནོ།

ཀྱང་ཁིར་ཁ་འགུག་ནི་དང་ཨོ་ད་འདི་སྤྲང་རྒྱོ་ག་བསམ་ཁྱབ་འདུག་དང་དབྱིར་ཁིའི་དབྱེ་ར་བྲག་གི་འདུག་ཅེས་དང་དེ་མིག་གི་རྒྱུ་མཚན་འདྲི་དང་ངི་ན་ར་དེ་མི་རིག་དང་སྟག་རོང་བ་དང་དེ་མིག་མི་འཇི་མེད་གི་འདི་ནང་ཁྱི་ཁྱི་མི་བུ་བཞིར་གོ་གི་ནག་རུག་གི་ཁྱི་རྫོགས་རྒྱུ་བཞིར་གོ་ནི་ཁྱི་ཁྱི་སེ་ཟིག་རེད་ད་ལུང་དཀར་ལུང་ནག་ད་ཅང་ཨ་ག་སེར་འབུར་ད་འཁྲ་ལོ་དུ་ཆ་གི་ཁྱི་ཁྱི་སེ་ཟིག་གི་ཁྱི་འགོ་ཆ་ཚིག་ནང་བཞིར་རྒྱོ་གི་འདུག་ནི་དུག་གི་དེ་རང་གར་དང་ལྷན་སད་དུ་སོ་དེ་དེའི་ཐད་ག་ནི་ཁྱིར་རྫིས་གི་ད་རུང་ལ་ཡི་ངང་གི་དེ་མི་བུ་གཅིག་མི་འགྱུར་ད་ད་འགྲིག་འདོག་གི་གཞན་པ་ད་ལྟའི་ཁག་ཞིག་འགྲིག་འདོག་གི་ད་ཡི་ཐག་ཚད་དུ་ང་ཅག་གི་ས་འདྲ་བའི་ན་དེ་མི་ཟིག་རེད། ཨ་དེའི་འཕྲོ་ནས་ད་དེ་རང་ཁར་བཏང་ད་ང་ཅག་གི་སྔ་ན་མེད་རྒྱུ་ད་ཆོག་གི་ཟིག་ད་བྲག་ད་སོ་མང་གི་བྲག་འདི་གང་ནས་ཡོང་ནི་རེད་ཟིག་སྔ་འཛི་གི་འཛི་གི་ང་སོ་ཆུང་དུས་འདྲ་ཟིག་ད་ཅིག་ཉེ་རྒྱབ་འདྲ་བོ་ཤི་ད་དེ་མི་ཟིག་སྐལ་བ་ཕྱིར་ཟིག་ད་ཀིར་ཏི་ཏི་ན་བྲག་ནི་རེད་ས་ནག་པོ་ནི་རེད་ཟེར་ནས་ད་སོ་སོང་ཟིག་གི་དེ་མི་གི་ས་ནག་པོ་ལོག་འདོག་རྒྱུ་དེ་མི་ཟིག་རེད།

དབའ་ཡུལ་ནོར་མཚོ་བྱུག་མོ་དང་མཚོ་ཁྲ་ཁྲབ། ཨམ་ཆོག་མཚོ་རྒན་མ། བླ་རྒོད་ལྷ་ཆབ་བྱུག་མོ། མཚོ་ཆ་ལི་མ་སོགས་མཚོ་ཁ་བྱི་མང་པོ་ཞིག་ལྟེ་ལྟེ་རིག་རིག་ལ་སྐམ་ནས་མཚོ་ཤར་ལ་ལ་ན་ད་ལྟ་འཕྲུལ་རྟ་དང་རླངས་འཁོར་ཤར་སྐྱོད་བྱེད་བཞིན་ཡོད་ལ་ཕར་བལྟས་ན་གནམ་གྲུའི་འབབ་ཐང་ཞིག་ཏུ་ཐོན་པ་ལྟ་བུའི་མྱོང་ཚོར་སྟེར་ཡོང།

སྒོ་ཚང་གི་མགོ་ན་ཡོད་ན་རེ་བྱམས་གཡས་ཕྱག་དར་ཧྲོང་མ་ཁྱེའུ་བཞི་བདག་ཁྱེའུ་སྟོད་རྒྱུད་རྟ་ཡན་ན་རེ་རྟ་ཡིན་ན་དེའི་མཚོ་སྟེ། ད་ཕྱི་རྫོང་ན་རེ་ཡས་དུས་དང་ན་ད་ཅི་གང་སུ་ཡ་དེ་འགྲོ་བས་ཡན་ནོར་མཚོ་ཞིག་མོ་གླང་མོ་སྟང་གི་དྲག་པོ་ཡབ་ཀྱི་ལྷ་དགོན་ཀ་རོ་ཡམ་གྱི་ནོར་མཚོ་ཞིག་མོ་སྟེ། ད་ད་སོག་འབོ་སུ་འདྲ་གི་སྟང་ན་དེ་མོ་རྫི་ན་དབུས་ན་རེ་ད་ཅང། བྲག་ར་སོག་ད་བློན་ཆེན་རྡོ་རྗེ་ཟླ་འདྲ་རྫོ་རྗེ་འདྲ་འདྲ་དེ་མི་རྫི་ན་དབུས་ན་རེ་དེའི་རྟ་ཡིས་དུས་ན་ད། ས་ཆ་འདིའི་རི་རབ་གངས་མཐོ་བོ་རྫོང་ན་རྟ་སྐྱེན་པོ་དད་ཆེ་བོ་ནི་རས་བརྫིས་ན་ད། ཤ་མི་ཤེས་མདངས་ལྟ་སོ་ད་ཆ་རས་བརྫིས་ན་བློན་ཆེན། འགལ་ཆེན་ཀུན་འགལ་རས་བ་བརྫིས་ན་ད་སྐུ་ཚང་གི་འགལ་རས་ཡ་བརྫིས་ན་དུས་མོ་བཤད་ཚར་ཡོད་ནི་རེད་དེ་ལྟ་ཡིན་ན་དེ་འདྲ་ད་དེང་སང་དེ་དངོས་ན་དེ་ལྟར་རེད་བཤད་ན་དེའི་ས་ཆ་ལྟ་སོ་ད་ལྟ་སོ་དེ་མི་ཡིན་ཚུལ་ད་ཤ་ཆེན་ཆོས་འཐག་པོ་སྐྱེས་པོ་ད་དངོས་ན་ཆ་རས་བརྫིས་ན་ཤ་ཤ་ད་སྤྱང

དག་གི་མྱང་བ་སྙིགས་མ་ཅན་གྱི་ཆོས་ཐག་པོ་ཆེ་པོའི་རྩ་བའི་རྟགས་ཀྱིས་དེ་ཉིད་དངངས་དང་ཆོས་ཐག་པོ་ཆེ་པོ་འདི་བཤད་དངངས་བ་མང་བོ་འཁོར་དང་ནི་དེ་དག་གི་དུས་འདིའི་མྱང་བ་དངངས་དང་ཆོས་རྟགས་ནི་རེད་དེ་དུས་མ་ཟིག་རེད་དེ་ད་ནི་དུས་ད་ཀན་གི་དུས་འགྲོ་ཞབས་མི་ཤིང་ཚུགས་ཀན་སུ་སྔ་ན་དུས་འགྲོ་ཆེ་རེད་དེ་ན་ད་ཞབས་མི་རི་ད་སེ་ར་འདི་ཕྱི་ཚང་གི་རི་ད་ཡང་འདུས་ན། ད་ཆ་རི་དེའི་ནང་དུ་འགྲོ་ཤ་མི་ཤེས་མཚོ་ཨ་སོང་ན་ལྟེ་ཐག་གཉིས་ཡོད་ན་རི་དེའི་ལྟེ་ཐག་གཉིས་ཀྱི་བར་ནི་ཁྱིམ་ཚང་ཆ་བོ་ལྡན་ནོ། དེ་མ་བྱས་ན་དེ་ལྟར་རི་ཤེད་ན། ད་ཁམས་ཁ་ཤི་ཚོ་འཚོ་བ་དཀྲིགས་ཡོད་འཚོ་བ་སམ་ད་འདི་ན་ཡོད་འཚོ་བ་སམ་ད་མི་ན་ཡོད་ཟེར་ན་ཤི་ཚང་ན་ཡོད་ན་ཤི་ཚང་ལར་འགོས་ནས་ཐ་རན་འཇོག་ས་དེ་རེད་ད་ན་ཡོད་ཟེར་ན

ཏུ་ཐག་སོང་ནི་རེད་ད་ནང་ནང་ཞིག་ཤར་ཡ་ཅིག་ཡང་ནི་རེད་མི་ཡང་ནི་མ་རེད་དེ་ནས་ཧོང་ལོང་གི་ཆན་ཀུའུ་ཏྲ་ཏུ་སོང་ཅིག་ཆན་ནས་ཅིག་ཡོད་གི་དྲི་མེད་ཟིག་ཉམས་སོང་ནི་རེད་དེ་མི་ནས་ནས་ཟིག་རེད་དེའི་ཐད་ཀྱ་ནི་ད་རེས་གི་ཧོང་ལོང་གི་སྒུག་ཁ་ནས་ཚེ་རལ་དེ་འགྲོ་ཆན་ནག་ཟིག་འཇིག་གོ་དེའི་ནང་ནས་ཁྲོང་རག་གི་སྡོང་བུ་ཅན་པོའི་སྡོང་བུའི་ཆ་ག་ཅན་པོ་ད་ཏུ་ནང་ནས་ཤེལ་མིའི་ནང་ནས་ཚེ་རལ་བུ་དེ་ཡོད་དེའི་ངོས་ནས་དེ་མི་སྐྱེས་ནི་དོག་པོ་ཡིན་ནི་མི་ཤེས་དེའི་མི་ཟིག་རེད། འདི་ལྟར་ང་ཚོ་ཕ་ས་སྨུག་པོའི་མདུན་དུ་བཅར། མ་ས་གྲོ་མོའི་པང་དུ་ལོག། ང་ཚོས་མིག་གིས་མཐོང་ཐེངས་རེ་རེར་ཕ་ས་སྨུག་པོའི་ངོ་གདོང་གི་འགྱུར་བག་རེ་རེ་མཐོང་ཐུབ་ལ་ང་ཚོའི་སེམས་ཀྱིས་མྱོང་ཐེངས་རེ་རེར་མ་ས་གྲོ་མོའི་སེམས་ཁོང་གི་སྡུག་བསྔལ་ཐམས་ཅད་རྟོགས་ཐུབ། ཕ་ས་ཕ་ཡུལ་མིའི་རིགས་ཀྱི་གཞིས་ཁྱིམ་གྲོལ་མོ། ཕ་ས་ཕ་ཡུལ་སྣོད་བཅུད་གཅིག་ཏུ་སྦྲེལ་བའི་ཚེ་སྲོག་དམར་བོ།